གཅིག་གིས་གོམ་པ་ལེགས་ན་དེ་སྐྱབས་རྗེ་རིན་པོ་ཆེ་ཡང་ནས་ཡང་དུ་གསུང་བ་རེད། འོ་དེ་ག་ན་བཞིན་ཟླ་གཅིག་གི་ཕྱི་རྒྱལ་ཁག་གཙོ་བོ་དེ་ནས་ད་ལྟ་ནིའུ་ཡོག་ཨབ་སྟེར་ལ་ཡང་ད་ཅོག་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ལོ་ལ་གཅིག་དྲུག་ཏུ་ཕེབས་ནས་དེ་ནས་གཅིག་གིས་ཨ་རིག་གི་མངའ་སྡེ་མང་པོ་ཅིག་ལ་དེ་ནས

སྐྱབས་རྗེ་རིན་པོ་ཆེ་མཆོག་དེ་ནས་ཉིས་སྟོང་དགུ་ལོ་གི་དེ་ནས་ད་བྱིངས་ལ་མ་ཤེས་བར་དུ་འོ་དེ་ཚོ་ཐམས་ཅད་དེ་ནས་ཁྲིད། དེ་ནས་ད་ལྟ་སྔོན་དུ་རྫོགས་སུ་ནང་ནས་ད་རྡོ་རྗེ་ཐོད་རྒལ་དུ་མ་སྟེར་བས་དེ་ནས་ཁྲིད་བརྗོད། འོ་དང་བཅས་པ་འདི་ནི་འཛིན་རིམ་དུ་མ་སོགས་འཛིན་རིམ་དགུའི་རིམ་པ་གཅིག་བྱས་ནས་དེ་ཆ་ཚང་གསུངས་གནང་བ་རེད། དེ་ལྟར་དུ་ཐམས་ཅད་ལ་རང་སོ་སོ་གིས་ནི་དག་ཞུ་རྒྱུ་རེད་ཅིང་དེ་ལ་གནང་ཞིང་དེ་ནི་དེ་འོ་སྐྱེལ་རྒྱུར་ཞབས་ཏོག་ཞུ་ཡས་རེད་འོ་དེ་འདྲ་བྱས་ན་དག། ཨོ་དེ་ནས་དེ་ཞི་བའི་ཐུགས་ཀར་ཚངས་སོ་སོ་བཟླ། སོ་སོའི་ཉམས། དེ་ནས་ཁོ་རང་སེམས་ཁོ་རང་གི་སེམས་ཁོ་རང་གི་ཆོས་ཉིད་དེ་ཡེ་གདོད་མ་ཉིད་ནས་རྣམ་པར་དག་སོང་བ། ཨོ་རྒྱལ་བ་སྐུ་གསུམ་གྱི་དེ་ནི་ཁོ་རང་བདག་ཉིད་དུ་ཡོད་པ། ཨོ་དེ་ཡོད་པ་དེ་ཡང། དེ་ང་ཚོ་ཆོས་བསྒྲུབ་ན་ཡོད་དེ་ཡིན་འདྲ་ཆོས་མ་བསྒྲུབ་ན་མེད་དེ་ཡིན་འདྲ་དེ་འདྲ་བོ་མ་ཡིན་པ། ད་བླ་མ་གོང་མ་ཐམས་ཅད་ཀྱི་དེ་ནི་ཁོ་རང་ཞལ་སློབ་ཟིན་ན་འདྲ།

དེ་བཞིན་དུ་དེ་མིན་ཁོར་སྐུ་གསུམ་གྱི་དེ་མིན་ཁོར་ཡོན་ཏན་རང་ཆས་སུ་ཡོད་ན་ཡང་མ་འཆར་བ། ནི། ད་ལྟ་དེ་མིན་ཁོར་འཁོར་བའི་སྐྱེ་གནས་སུ་གང་ཟག་ཐ་མལ་པ་ལྟ་བུའི་དེ་མིན་ཁོ་ཁྱབ་འགྲོས་ཀྱི་འདི་ག་རེ་ཟེར་ན་གློ་བུར་གྱི་དྲི་མ། འོ་ད་དྲི་མ་དེ་དྲི་མ་རྣམས་ནི་གློ་བུར་བ། ད་ལྟ་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཟིན་ཏེ་དཔེར་ན་རྡོ་དེ་ཉིད་ཐེག་པའི་གནས་སྐབས་སུའང་ཤེས་ཀྱི་ཡོད་རེད་བ། འོ་ད་དེ་ནི། དེ་གློ་བུར་གྱི་དྲི་མ་ཅི་རེད། འོ་དེ་གློ་བུར་གྱི་དྲི་མ་ལ། དེ་ནི་ད་ག་རེད།

ཨ་ནི་ཁོ་རང་ང་རང་ཐུག་གི་འདུག་ཁོ་རང་སེམས་ཀྱི་ཆོས་ཉིད་ཀྱི་གཤིས་ལ་ཡོད་རེད་ཟེར་ན་ཡོད་མ་རེད། ཡིན་ན་ཡང་དེ་མིན་ཁོ་རང་ད་ལྟ་སྔོན་དུ་མ་གྱུར་ཏེ་མ་སྤངས་ལ་དེ་མིན་ཁོ་རང་བདེན་པའི་ཚུལ་དུ་ཡོད་རེད་སྤངས་ཡོད་མ་རེད་དེ་ང་རང་འདུག་ད་ལྟ་ཁོ་རང་འཁྱམས་ཏེ་འགོར་བ་ཡིན་ན་འདི། དེ་གིས་དེ་ནི་ཁོ་རང་ཞི་དྲགས་ཏེ། འོ་དེ་ནི་སེམས། འོ། ད་ལྟ་ཐོག་མའི་ཀུན་ཏུ་བཟང་པོ་དེ་ནི་ཁོ་རང་འཁྲུལ་ཚུལ་བཤད་པ་ན་ཞིག། གློ་བུར་སྐད་ཅིག་སྐད་ཅིག་ཕྲ་མོ་གཅིག་གི་གནས་སྐབས་ལ་ནི་རང་གིས། འོ་དེ་ནི་གཞི་ཞི་སྣང་ཆགས་དྲགས་ཏེ་སྐད་ཅིག་གཅིག་ལ་ངོ་མ་འཕྲོད་པ་སྐད་ཅིག་གཅིག་ལ་ངོ་མ་འཕྲོད་པ་དེ་ག་རང་གིས།

འོ་དེ་སྒྲིབ་པ་བདག་བསྐྱེད་ཀྱི་ནང་ནས་དང་ཐབས་ཁྱད་པར་དུ་སྤོབས་པ་འདི་ག་ཚེ་ན་གསང་སྔགས་རེད་གསང་སྔགས་ཀྱི་ནང་ནས་དང་དབང་རེད་འོ་དེ་འདམས་པ་དེ། ཨ་བི་ཀིན་དའི་སྒྲ་ལས་དྲངས་པའི་དེ་ནི་གུ་རུང་གཏོར་བ་དེ་ད་ལྟ་གློ་བུར་གྱི་དེ་ནི་གུ་རུང་སྒྲིབ་པའོ་དེ་བར་ད་ལྟ་ཅིག་ང་ཚོ་ཁྲུས་ཀྱི་གནས་སྐབས་སུ་ཡང་དང།

དེ་ནི་དམིགས་པ་ཡིན་ན་བྱེད་མ་ཐུབ། དེ་ནི་ཏིང་འཛིན་ཡིན་ན་མ་བསྒོམ། འོ་དེ་འདྲའི་བྱེད་དུས་དམ་པ་དག་གོ། ཡིན་ན་ཡང་ཁོ་བོ་རྟེན་འབྲེལ་གྱི་སྟོབས་ཀྱི་སྒོ་ནས་དེ་ནི་གུ་རུ་རང་གིས། སྒྲིབ་པ་དག་བྱེད་ཀྱི་ཐབས་དང་དང་འཁྲུལ་ཟད་སྒྲིབ་པ་དག་བྱེད། འོ་དེ་བྱུང་དུས་དེ་ནི་དངོས་གཞིའི་གྱི་དབང། འོ་དེ་ནི། ད་ལྟ་གཅིག་གི་ཡི་དམ་གྱི་ལྷ་བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་ཡིན་ན་རྡོ་རྗེ་སེམས་དཔའི་ལྷ་དེ་ནི་གུ་རུ་གཅིག་གི། འོ། མངོན་སུམ་དུ་དེ་ནི་ཁོ་རང་སྐད། འོ། སྤྱན་དྲངས། འོ་དེས་རང་ལ་བསྟིམ། གཉིས་སུ་མེད་པར་གྱུར། རང་རང་སོ་སོ་ཡེ་ནས་དེ་ནི་ཁོ་རང་དང་རང་གི་སེམས་ཀྱི་ཆོས་ཉིད་ཡེ་ནས་དེ་ནི་ཁོ་རང་རྣམ་པར་དག་པ། དེ་ནི་གདན་གསུམ་ལྷ་ཡི་དཀྱིལ་འཁོར་གྱི་རང་བཞིན་ཡིན་པ་ལ་ཡིན་པ་ལྟར་དུ་བདག་དེ་ནི་ཁོ་རང་བཅོམ་ལྡན་འདས་རྡོ་རྗེ་སེམས་དཔའི་ངོ། གཤིས་ཀྱི་གནས་ལུགས་ལ་ང་རང་དུ་དེར་རེད་གསུངས་པ་རེད།

དཔེར་ན་དབང་གི་རྒྱུད་སྨིན་པར་བྱེད་པ་གསུང་དུའང་ང་རང་ཐུགས་ཀྱི་རྒྱུད་འདི་མ་སྨིན་པ། ཉོན་མོངས་པ་རྟོག་ཚོགས་ལ་སོགས་པའི་སྡེ་སྣོད་ཀུན་དུ་བསྒྲིབས་ནས་མ་སྨིན་པ་དེ་སྨིན་རྒྱུ་འདི་ག་ཚོད་ན་ཁམས་བདེ་བར་གཤེགས་པའི་སྙིང་པོའི་རྒྱུད་སྡེ་སྣོད་ཀུན་རང་བཞིན་སེམས་ཉིད་ཡེ་ནས་འདུས་མ་བྱས་སྡེ་སྣོད་ཀུན་རང་བའི་ཟས་ཀྱི་རང་བཞིན་འདི་སྣོད་ཀུན་སྨིན་ནས་དེ་མངོན་དུ་གྱུར་ཏོ་དམ་པ།

མ། འོ་དེ་ནས་ཆོ་ག་གོ་ནས་དེ་ནི་ཁོ་རང་ངོ་སྤྲད། འོ་དེས་རང་གིས་དེ་ནི་ཁོ་རང་རྟོགས་ན། འོ་ད་དེ་འགྲོ་བས་དེ་ནི་ཁོ་རང་གྲོལ་བ་ཐོབ་རྒྱུ་ཡིན་ངེས། འོ་དེ་འདྲའི་ཅིག་ལ་ད། གཏོར་བླུགས་ཀྱིས་དེ་ནི། དབང་གིས་དེ་ནི་ཁོ་རང་གོ་ཆོད་དེ་འདྲ་བོ་རེད། དེ་ཚོ་མདའ་དེ་དེ་ནང་ནས། གསང་སྔགས་དག་སྣང་གི་ལམ་པ། དེ་ནི་དག་སྣང་ཚུལ་དམ་པ། སྣང་ཚུལ་འཁོར་འདས་ཀྱི་བསྡུས་པའི་ཆོས་འདི་དག་ཐམས་ཅད། འོ་ད་དེ་ནི་ཅིག་གིས།

དྲན་རྟོག་ཐུགས་ཀྱི་ཡེ་ཤེས་ཟེར་བའི་དེ་ནི་ད་ལྟ་དེ་ནས་སྐུ་གསུང་ཐུགས་རྡོ་རྗེ་གི་དེ་ནི་གོ་རང་བཞིན་ཡེ་ནས་རེད་ཟེར་ནས་གསུང་གོ་རིག་དེ་ཡིན་པ་ལྟར་དུ་དེ་ང་རང་འདུག་གི་སལ་བཏབ་ཡ་དེ་དེ་ལ་ཡ་དེ་ནི་གོ་བདག་ཏུ་རེད་བདག་སྣང་ཟེར་གནས་ཚུལ་ལ་གང་ཡིན་པ་དེ་ང་རང་འདུག་གི་སལ་བཏབ་ནས་ཡ་རེད་དེ་ནི་གོ་རང་བླ་མ་རྡོ་རྗེ་སློབ་དཔོན་ཡིན་ན་འདྲ་སྣང་དེ་ནི་གོ་རང་རྡོ་རྗེ་སྤུན་གྲོགས་ཨོ་དེ་ནི་གུ་རུ་ཡིན་ན་འདྲ། ཐམས་ཅད་དེ་ནི་གུ་རུ་དཔེར་ན། ད་ལྟའི་གི་ཐུགས་ལ་གང་འདི་ཡང་ད་དེ་ནི་གུ་རུ་འོག་མིན་ཆོས་དབྱིངས་དབྱིངས་ཀྱི་ཕོ་བྲང་ལྟ་བུ་དང། ཨོ་དེ་ལ་སོགས་པའི་ད་དེ་ནི་གུ་རུ་ཕུན་ཚོགས་ཐུགས་པ་ལྔ་ལ་སོགས་པའོ་གསུང་བའི་དབྱེ་བ། ཨོ་ད་དེ་དག་ཐམས་ཅད་དེ་ནི་གུ་རུ་དཔེར་ན། ཅིག་ང་རང་དུ་ཆོས་སློབ་སྦྱོང་བྱས་བྱས་པ་ཙམ་མ་ཡིན་པ། སྐབས་དང་དུས་སུ་ཨོ་དེ་ནི་དེ་དག་ཐམས་ཅད་དམིགས་པ་གི་གསལ་བཏབ་ནས་དེ་ནི་གུ་རུ་དེའི་ངང་ལ་ཡང་ནས་ཡང་དུ་དེ་ནི་གུ་རུ་སྒོམ་སྒྲིག་སྒྲུབ་བྱས་བྱས་དུས་བསྟན་པ་ནམ་ཞིག་ན།

གནད་དུ་སྨིན་ཅན་འདིར་གུ་རུ་བསྒོམ་མི་འདོད་དམ་པ། འོ་དེ་ནས་ད་ལྟ་འདས་པའི་ཀྱི་ད་སངས་རྒྱས་དང་འདས་པའི་བྱང་ཆུབ་སེམས་དཔའ་དང་འདས་པའི་ད་རིག་པ་འཛིན་པ་རྣམས་འོ་ཇི་ལྟ་བ་བཞིན་དུ་ང་རང་ཐུགས་ཀའི་དེ་ལྟ་བུ་འདི་ནི་གུ་རུ་གྲུབ་ཐུབ་པའི་ནུས་པ་ཡོད་པ་འོ་ད་དེ་འདྲའི་ཅིག་གིས་འདྲ་བ་ཅིག་ཡིན་དུས་དེ་ནི་དེ་དག་ཐམས་ཅད་འདི་ནི་གུ་རུ་ལེགས་པར་དེ་ནི་གང་ཐུབ་ཐུབ་འདྲ་བ་ང་རང་མདོ་ཚང་མ་གསལ་བཏབ་ནས་དེ་ནི་འོ་དེ་ནི་དབང་ཞུ་བའི་དབང་གི་ཆོ་ག་ལ་འཇུག་དགོས་པ་རེད། ད་ལྟ་དེ་ནང་ནས་འདི་འདི་གར་འཛུལ་ན་ང་རང་ཚོ་དེ་ནས་ད་ཐེག་པ་ཆེན་པོ་ཐེག་པ་ཆེན་པོ་ལམ་གྱི་རྩ་བ་དེ་དེ་ནི་བྱང་ཆུབ་ཀྱི་སེམས་རེད། འོ་དེ་བྱང་ཆུབ་ཀྱི་སེམས་དེ་ཡང་འོ་ད་དེ་ནི་བྱང་ཆུབ་སེམས་དེ་ད་གང་ཅག་མདོར་བསྡུ་ན་སྟོང་ཉིད་སྙིང་རྗེའི་སྙིང་པོ་ཅན་ཟེར་ཡ་དེ་དེ་རེད། འོ་སྣང་སྲིད་འཁོར་འདས་ཀྱིས་བསྡུས་པའི་ཆོས་དེ་དག་ཐམས་ཅད་འོ་ད་དེ་ནི་རྟོགས་པ་ཆེན་པོ་རང་ལམ་ནས་གསུང་བ་ནམ་ཞིག་དེ་ནི་འཁོར་ཡེ་གདོད་མ་ཉིད་ནས། རྟགས་དང་ཏིག་ཏིག་ལ་སོགས་པའི་སྒོ་ནས་གསར་དུ་གཏན་ལ་ཕབ་ནས་དེ་ནི་གོ་རིམས་སྟོང་ཉིད་དུ་གཏན་ལ་ཕབ་མ་དགོས་པ། ཡེ་གདོད་མ་ཉིད་ནས་སྐྱེ་བ་མེད་པའི་དེ་ནི་གོ་རང་བཞིན་ཡིན་པ་སྟེ། རྟགས་འདི་ནི་གོ་རིམས་འདིའི་སྟོང་ཉིད་དེ་གཙོ་བོ་དང། ག་ཚོད་རེད་དོན་དམ་བྱང་ཆུབ་སེམས་རེད་འགྲོ་རུ་བ། དེ་ལྟ་བུའི་དོན་དམ་བྱང་ཆུབ་སེམས་དེ་ཡི་དེ་ནི་གོ་རིམས་ལྟ་བ་སེར་སྣ་འདྲ་དེའི་དམིགས་པ་བྱས་ནས། དེ་ནི་ཕར་གནས་སྐབས་འཁོར་བར་འཁྱམས་པའི་སེམས་ཅན་འདི་དག་ཐམས་ཅད།

དེ་མ་གཏོགས་པའི་བརྡ་གཏན་དུ་བདེ་བ་ཐོབ་རྒྱུ་ཞིག་ད་མེད། དེས་ན་མ་འོ་སངས་རྒྱས་ཀྱི་གོ་འཕང་དེ་ལ་འགོད་པར་བྱ། འོ་དེའི་ཆེད་དུ་འོ་དེ་ནི་ད་ལྟ་སྐབས་དུ་བབ་པ་ད་གསང་སྔགས་དབང་གི་རིམ་པ་དེ་དག་ཐམས་ཅད་ཞུས་ནས་འོ་ཚུལ་ཇི་ལྟ་བ་བཞིན་དུ་དེ་ནི་ཉམས་སུ་ལེན་པར་བགྱིའོ་སྙམ་པ་ལྟ་བུ་ད་ཉམས་སུ་བླང་རྒྱུ་དེ། འོ་དེ་ནས་འཇུག་པ་སེམས་བསྐྱེད། འོ་ད་དེ་ནི་ཁོ་རང་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ། ཐོབ་པའི་ཆེད་དུ་སྨོན་པ་དེ་ལ་དེ་ནི་སྨོན་པ་སེམས་བསྐྱེད།

མདོར་ན་འདི་ནི་གཅིག། མདོ་ནས་བཤད་པའི་ལམ་ཕ་རོལ་ཕྱིན་པ་དྲུག་གི་ཉམས་ལེན་ལྟ་བུ། ཚོགས་གཉིས་ཚོགས་བཅུ་དང་ལྔ་ནས་བཤད་པའི་འདི་ནི་གོ་རིམ་བསྐྱེད་རིམ་རྫོགས་རིམ་དང་ཁྱད་པར་དུ་ཡང་འདིར་དོགས་པ་ཕྱི་མའི་གནས་སྐབས་སུ་ཀ་དག་ལྷུན་གྲུབ། འདི་ནི་གོ་རིམ་བདག་ཁྲེགས་ཆོད་དང་ཐོད་རྒལ་གྱི་ལམ་གྱི་ཉམས་ལེན། དེ་གཉིས་དེ་ནི་དེའི་ཉམས་ལེན་ལ་འདི་ནི་ག་ཚོད་རོ་དང།

བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དང་དེ་ནི་གཅིག་གི་དག་པ་རང་བྱུང་གི་སྐྱེ་འགུལ་གྱི་རང་བཞིན་བསྒོམ་རྒྱུ་དང་རྒྱ་མདོ་ཐམས་ཅད་ཡང་ངང་དུ་གྲུབ་དབང་རིན་པོ་ཆེས་གསུང་བ་ནང་བཞིན། ཡང་མང་པོ་ཅིག་ཐོབ་བྱས་ཏེ་སྟོན་པ་ཕ་རྗེས་གཅིག་གི་ཐ་ན་གཅིག་ལུང་སློབ་ཀྱི་བསམ་བློ་བཏང་ཕྱིར་ན་ཕལ་ཆེར་ཐིག་འབྲུ་གཅིག་ཡང་ཆད་ལྷག་བྱུང་ཡོད་ཀྱི་མ་རེད་བསམ་སྟངས་འགྲོ་གི། འོ་ད་དེ་ཡིན་དུས་སྟོན་པ་དེ་ནི་ད་བླ་མ་བརྒྱུད་པའི་གི་བྱིན་རླབས། རྒྱུ་རྫུ་འཕྲུལ་མདུན་ལམ་ནས་བྱིན་རླབས་ཀྱིས་བདག་འདི་ནི་ཁོ་ནར་བསྟན་པའི་ཡུལ་གྱི་རེད་བསམ། དེའང་རྩ་བ་སྒྲུབ་སྡེ་ལྟར་སྔ་རབས་མདོ་ལྔ་ཆོས་དབང་ལ་ཡང་འདི་ནི་ཁོ་ནར། རྩ་གསུམ་ལྷ་ཚོགས་འདི་ནི་ཁོ་ནར་སྟོང་ཕྲག་མང་པོ་གི་བདག་དབང་ཡོད་རེད། འོ་དེ་ནས་ད་གང་ལྟར་ཡང་གཅིག་གི་རྣམ་དཔྱོད་ཀྱི་དབང་ཡིན་ན་འདྲ། འོ་གཅིག་གི་ལུང་རྗེས་སྙིང་དེ་ཡིན་ན་འདྲ་དོན་རྒྱུ་འབྲས་རྩ་ཡིན་ན་འདྲ་དེ་དང་དེ་འདྲ་བའི་དང་སྔ་འགྱུར་ཚང་གི་དེ་ནི་ཁོ་ན་གཏེར་སྟོན། བྱ་དང་རྩ་བརྒྱད་ལ་སོགས་པའི་གཏེར་ཆོས་ཀྱི་དེ་ནི་ཁོ་ན་དབང་གཅིག་ཡིན་ནས་བཟུང་སྟེ། དེ་ནི་དེ་ལ་རྩ་བ་ཨ་མ་འདྲ་བདེ་ལྟ། ཐོབ་རྒྱུ་འདྲ་བདེ་དབང་སྟེ། འོ་དེ་ནི་དབང་གི་སྒོ་ནས་དེ་ནི་རང་ལ་ལྟ། གཅིག་གི་ཡི་དམ་གྱི་ལྷ་ཡིན་ན་འདྲ་གསང་སྔགས་ཀྱི་དེ་ནི་བསྐྱེད་རྫོགས་ཡིན་ན་འདྲ་དེ་ནང་གི་ཉམས་ལེན་ཡིན་ན་འདྲ་འོ་དེ་གི་དེ་ནི་ཁོ་རང་གཅིག་གི་རྒྱུད་པ་ཟིན་ན་འདྲ་བྱིན་རླབས་ཟིན་ན་འདྲ་དེ་རང་ལ་དེ་ནི་ཁོ་ད་བླ་མས་གནང་ང་རང་ཐོབ་གི་ཞུས་དེ་ནི་ཁོ་རང་ཐོབ་ཀྱི་ཡོད་རེད་དེ་ཡིན་ན་ཡང་དེ་ཁོ་དེ་ཡི་འཛིན་པ་དེ་ནི་ཁོ་རང་དམ་ཚིག་དེ་ནི་ཁོ་རང་འཛིན་དགོས་དུས་དེ་དེ་དམ་ཚིག་ལྟ་བུ་ཅིག་ལ་བསམ་བློ་བཏང་ན་ཡང།

སྐལ་པ་བཟང་པོ་རེད་ང་རང་དུ་སྐབས་དེའི་དུས་ཚོད་ལ་སྙིང་མ་ཡིན་ན་དངོས་གནས་འཕྲང་འདིང་གི་ཧ་ལས་པའི་སྐལ་པ་བཟང་པོ་བླ་མ་སངས་རྒྱས་དང་མཉམ་པ་ཤ་སྟག་ཅིག་ཁོ་ནི་ང་གཅིག་ཁོ་གཅིག་དེ་འདྲའི་བཞུགས་པའི་དུས་ཚོད་འདྲ་བྱེད་རེད་འོ་ད་དེའི་དུས་ཚོད་ཟ་ང་རང་དུ་འདི་ན་ད་ད་ད་མཁན་པོ་ཡིན་ན་འགྲོ་ལོ་བས་ན་འདྲ་དེ་ག་ནང་བཞིན་དགོང་ལོ་བྲེལ་བ་མང་ཆེ་གི་ད་དེ་དང་དེ་འདྲ་བ་སྐྱབས་རྗེ་བྱ་བྲལ་རིན་པོ་ཆེ་དང་བཅས་བ་མང་པོ་ཅིག་དེ་འདྲའི་ཞུ་ཡས་ཀྱི་གོ་སྐབས་བྱུང་བ།

གཅིག་གིས་ཕྱག་རྫོགས་ཉོན་མོངས་ཐམས་ཅད་ཡི་ནང་བསྟན་བོར་ག་ལ་གང་འདམ་འདྲ་བོ་ཅིག་ཕ་གཅིག་གི་ལམ་བཟང་གཅིག་གི་རྩ་བ་ནས་བཅད་ནས་སྤང་མ་ཐུབ་ན་ཡང་དེ་དག་ཐམས་ཅད་ཉམས་མེད་པར་བྱས་འོ་དེའི་སྟེང་དུ་དེ་ནས་རང་གི་ཉམས་ལེན་གྱི་ཐོག་ནས་དེ་ནས། དེ་ཡི་དམ་ལྷ་དོན་དུ་སངས་རྒྱས་ཡིན་ནམ་མིན་ལ་བརྩམས་ཐེ་ཚོམ་ཙམ་ཡང་དེ་ནི་ཡུན་ཀུན་ཟད་རེད།